ལས་བཅུ་ལས་ཚང་བ་ལ་དེ་ནི་ང་ཁྱེད་ཚོའི་བློ་བཟང་བསྟན་འཛིན་དེ་ནི་ཉེ་ཞག་འདི་ཀ་གཡང་སྐྱག་ཕེབས་པ་མ་ཐུག་རེ་ཆེ་ཞུ་ཡིན་དེ་རིང་དེ་ནི་ང་དེ་ནི་ཉེ་ཞག་ཀུན་ལ་དེ་ནི་ད་ཐོ་རེ་ནང་ཞིག་དེ་ནི་ད་ང་དང་ཡོང་རྒྱུ་ཡི་དེ་ནི་དུས་ཁྱད་པར་ཆེ་འཇིག་དེ་ནི་ང་དང་ངའི།

རྒྱལ་བ་ཙོང་ཁ་པའི་དགོངས་རྫོགས་འདུ་བྱེད་འཛིན་མ་ཞུས་པ་དགའ་ལྡན་ངམ་ཆོས་ཆེན་མོ་བཞུགས་དགོས་ཤིག་ཅི་ནུ་ཧ་ལ་ལེ། དེ་ན་ཙོག་ལ། ཨེ་ནས་དེ་དང་འབྲེལ་ལས་ད་རྗེས་བླ་མ་ཙོང་ཁ་པ་ང་དང་ང་ཙམ་ཞིག་དེ་ནས་ད་བཀའ་དྲིན་ཆེན་པོ་དང་ང་དང་ང་དེ་ནས་ཙམ་ཞིག་འདི་ཡིན་མིན་དེ་སྐོར་ལ་དང་དེ་ནས་ཁོང་གི་བློ་རྒྱུད་རྣམ་ཐར་ཐུང་ངུ་ཅིག་བཞུན་དེ་ནས་དེའི་བརྙན་ཐུང་མཇུག་བཙུགས་པ་ཚང་མས་བདེ་མོ་བྱོས་ཟེར་དེ་ནས་ལྟ་མཛད་དེ་ན་སྙམ་པོ་དེ་ནས་བརྩམས་ཤིག་དེ་ནས་ཉེ་ཆའི་ཉིན་ན་ཡི་བརྙན་ཐུང་པོ་ནས་ཤེར་ཟེར་མི་ན་ད་གཅིག་ན་གཅིག་ལ་དེ་ནས་སྐལ་ཆ་དང་དེ་ནས་འདི་བྱོ་མཛད་དེ་ནས་བརྩམས་ཤིག་མི་མང་པོ་ལ་དེ་ནས་ང་དང་ད་རྗེ་བླ་མ་ཙོང་ཁ་པའི་རྣམ་ཐར་ཅིག་ཧ་གོ་ན་ཉུང་ངུ་ཅིག་ཧ་གོ་ན་དེ་ནས་བདེན་པའི་དེ་ཁོང་ཉིད་དང་ལོ་རྒྱུས་རྣམ་ཐར་གྱི་ཧ་གོ་དེ་ཁོང་ལ་དེ་ནས་ཡིད་ཆེས་དང་དད་པ་དང་སྨོན་ལམ་གྱིས་བཏབ་ན་ཏན་ཏན་ཕན་ཐོགས་ཆེན་པོ་ཡོད་ཀྱང་བསམ་ལགས། དེ་བས་དེ་ནས་ཚང་མས་ཤར་བསྐྱོད་བ་མཛད། དེ་ནས་རྒྱུགས་ཚུགས་པ་དེ་ནས་ཡང་བདེ་མོ་བསྐྱོད་ཚེ་རྟ་མཛད་ཡལ་རྒྱུ་ལས།

ཨི་ནང་ཁུལ་ལ་བཞུགས་མ་ཐུབ་པ་ཡོད་འགྲོ་དེ་ནས་ཨི་ཚོགས་ཡང་ཁ་ཅིག་མང་པོ་ཅིག་དེ་ནས་ཉེ་རང་ངེ་དང་རྗེ་བཙུན་བླ་མ་བཙོང་ང་པའི་རྗེས་དྲིན་རྒྱལ་པོ་མང་པོ་ཅིག་བཞུགས་སྟེ་མི་འདུག་དེ་ནས་ཨི་ཚོགས་སམ་སྲིད་པ་ནོག་ཨི་ནང་དེ་ནས་ང་རང་ང་དག་ས་ད་ཙམ་ཞིག་ང་རང་ལོ་རྒྱུས་དང་རྣམ་ཐར་པོ་ད་ཐེབས་ནང་ཁུལ་ན་ད་སྲིད་དེ་ད་དེ་ཚོགས་ཅོ་སེ་ང་རང་ཙམ་ཞིག་དེ་ནས་འདི་ཡུལ་དཀར་པོ་དེ་ནས་ངས། ཁག་ཅན་ཁག་ཅན་ཅིག་རྫོགས་ཤིག་ཅོ་ཙེ་ཕིང་སི་བཞིན་གལ་ཏེ་གཏེར་གསང་བ་དེ་ནི་ཡང་དུས་ཚོད་མང་པོ་བཞུགས་ཏེ་མི་འདུག་བསམ་ན་དེ་ནི་གཏེར་ལ་དེ་ནི་དགོངས་པ་ཞིག་ཡིན། ད་ཅི་ད་དེ་ནི་ད་རྗེ་བཙུན་བླ་མ་ཙོང་ཁ་པས་དེ་ནི་དུས་ད་ལོ་རྒྱུས་རྣམ་ཐར་བོད་ཁབ་ཏུ་བཞུགས་ན་དེ་ནི་གཙོ་བོ་དེ་ནི་རྗེ་བླ་མ་ཙོང་ཁ་པ་དེ་ནི་ད་བོད་དུ་བྱོན་ཏེ་ད་ན་དེ་ཚོགས་སྤྱོད་བྱ་སྲིད་དེ་ནི་སྔར་ལ་དེ་ནི་རྗེ་བླ་མ་ཙོང་ཁ་པའི་ཚོགས་བསོད་ནམས་མང་པོ་ཅིག་བསགས་ཟེར་གྱ་གསུངས་འདུག། ཧ་ལ་ལས། དེ་ནས་ཁོང་གིས་དེ་ནས་སྔོན་ལ། སྔོན་མ་མི་རབས་མི་རབས་ནས་དེ་ནས་སངས་རྒྱས་མང་པོ་ཡི་མདུན་ནས་དེ་ནས་ཁོང་གིས་བསྔོ་བ་སྨོན་ལམ་རྒྱ་ཆེན་མོ་ཡོད་པ་དང། དེ་ནས་གར་པ་འདི་ཡིས་དེ་ནས་སྟོན་པ་ཤཱཀྱ་ཐུབ་པའི་མདུན་ལ་དེ་ནས་བྲམ་ཟེ་གཅིག་གིས་སོང་བ་ལས་བྲམ་ཟེ་གཅིག་གིས་དེ་ནས། བྲམ་ཟེ་ཞིག་ལ་དེ་ནས་སྐྱེ་བ་བླངས་ཏེ་དེ་ནས་དེ་ཚོ་ལ་ཁོང་སྟོན་པ་ཤཱཀྱ་ཐུབ་པ་ལ་ཤེལ་གྱི་ཕྲེང་བ་ཅིག་དེ་ནས་གནང་སྟེ་དེ་ནས་ཁོང་གིས་ད་མ་འོངས་པ་མ་འོངས་པ་རྗེས་སངས་རྒྱས་ཀྱི་བསྟན་པ་དར་མཁན་དང་དེ་ནས་དེ་ཚོ་ཞིག་འགྱུར་བར་ཤོག་ཟེར་རེ་དེ་ནས་དེ་ཚོ་ལ་སྨོན་ལམ་རྒྱ་ཆེན་པོ་མང་པོ་ཅིག་གིས་བསྒྲུབས་པའི་ཐོག་ནས་དེ་ནས་རྗེ་བླ་མ་ཙོང་ཁ་པ་དང་བོད་ལ་བསྐྱོད་དེ་ད་ཨི་ཚོགས་རྗེ་དྲིན་རྒྱལ་པོ་འབྱུང་བྱ་པོ་དང་སྐུ་གདུང་མང་པོ་ཞིག་སྐྱེ་བ་སྐྱེ་བ་ནི་དེ་ནི་སྨོན་ལམ་དང་དེའི་དབང་གིས་དེ་ནི་ཁོང་ཨི་གཟུགས་ཤིག་གྱུར་ཏེ་ནོ་གསུངས་འདུག་གསང་བ་ལས། ད་ཁོང་ཨི་ཚོགས་སྨོན་ལམ་རྒྱ་ཆེན་མོ་མཛད་དེ་ད་ད་པད་ང་ཐང་བསོད་ནམས་ད་བསོད་ནམས་ཆེན་མོ་དང་ད་ང་ཐང་ན་ད་དེ་གཙོ་ཞིག་ད་ང་ཐང་དབྱིན་པ་སངས་ད་བསོད་ནམས་ཆེན་མོ་དང་ད་གཙོ་བོ་ང་ཐང་རྗེ་བླ་མ་ཙོང་ཁ་པ་དང་ཚེ་མི་རབས་ནས་མི་རབས་ནས་ང་ཐང་སླེ་འབྲེལ་དང་སྨོན་ལམ་དང་དེའི་དབང་གིས་དེ་ནི་ང་ཐང་དྭགས་ས་རྗེ་བླ་མ་ཙོང་ཁ་པའི། དེ་ནས་གསུང་བཤགས་པའི་ཆོས་ལ་དེ་ནས་ཉམས་ལེན་བརྗོད་བྱ་དང་གཏེར་ལ་བསླབ་པ་སློབ་གཉེར་མཛད་ཉར་བྱ་དང་དེ་ནས་ཁོང་ལ་གསོལ་བ་བཏབ་བྱ་ཟེར་དེ་ནས་དབྱི་སྒོ་དཀར་པོ། ཐོབ་བྱ་བོ་གཙོ་བོ་དེ་ནས་ང་དང་ངའི། རྗེ་བླ་མ་ཙོང་ཁ་པ་དང་ཐུགས་འབྲེལ་བ་ཡོད་པའི་ཐོག་ནས། དེ་ནས་ང་དང་དང་དབྱི་གཙོ་ལྷ་དང་དབྱི་ཡིན་ཀྱང། དེ་ནས་དབྱི་ནང་དང་གཙོ་བོ་དེ་དེ་ནས་རྗེ་བཙུན་བླ་མ་ཙོང་ཁ་པ་ཆེན་མོ་དེ་ནས་དང། འཇིག་རྟེན་དུ་ནམ་རྒྱུན་བྱ། ཧ་ལ་ལས། ནམ་རྒྱུན་བྱ་ཟེར་ན། དེ་ནི་ཕྱི་ལོ་ཆིག་སྟོང་སུམ་བརྒྱ་ལྔ་བཅུ་ལྔ་བདུན་ལོར་ལ་དེ་ནི་ཙོང་ཁ་པ་ཞེས་པའི་ཡུལ་གྱི་ནང་ཁུལ་ལ་དེ་ནི་ཡབ། དེ་ནི་ལུས་བུམ་རྒྱལ་དང་ཡུམ། བཤད་བཟང། བཤད་བཟང་ཨ་ཆོས་ཟེར་རེད་ད་ཁོང་གཉིས་ཀྱི་སྲས་སུ།

དོན་གྲུབ་རིན་ཆེན་ཟེར་ག་ཅིག་དེ་ནས་དོན་འདུག་དེ་ནས་ཁོང་གིས་དགེ་ཚུལ་གྱི་སྡོམ་པ་བཞེས་ཏེ་རབ་བྱུང་ཟེར་ཏེ་དེ་ནས་ཁོང་གི་མཚན་ལ་བློ་བཟང་གྲགས་པ་ཞེས་རེ་མཚན་བོ། དེའི་སྐབས་ན་དེ་ནས་ཁོང་ལ་ཐོབ་པར་ཟེར་གྱ་སོང་བ་ལས་དེའི་སྐབས་ལ་དེ་ནས་ཁོང་གི་བསླབ་པ་སློབ་གཉེར་བརྩོད་བྱ་དང་གཙོ་བོ་དེ་ནས་སྒོ་དེ་ནས་དང། ཀ་ཁ་ག་ང་དང་ད་དེ་ཚོ་ལ་དེ་ནི་ཀུ་ལེ་ཀུ་ལེ་དང་དེ་ཚོ་མང་པོ་བསྲེས་ཏེ་དེ་ནི་ཆུ་སྔོན་སྐམ་ནས་པར་རིག་པ་རྣོན་པོ་དང་རིག་པ་བདེ་མོ་དང་ཁོ་རང་དེ་ནི་དཔལ་སྤྱོད་པ་ཚུལ་ལྡན་ཞིག་དང་ཉམ་ཆུང་ཞིག་དང་བླ་མ་དཔལ་ཆུ་སྔོན་བཙལ་ན་པ་དེ་ནི་བདེ་ཞིག་ཡོད་པ་ཡིན་ཀྱང།

ཡིན་ནའང་དེ་ནས་ད་ཁོང་གིས་ད་དགེ་སློང་དང་དེ་ཚོར་སྡོམ་པ་ཞུས་ཏེ་མཐའ་མ་དེ་ནས་ཁོང་གིས་ད་དེ་ནས་པད་རྒྱ་ཆེན་མོ་ཅིག་མཛད་དེ་སོང་བ་ལས་ཁོང་གིས་ད་ཆོས་དང་དེ་ནས་དེ་མང་པོ་མཛད་ཀྱང་གསུངས་འདུག་དེ་ནས་སྤྱིར་དེ་སྐབས་ལ་དེ་ནས་བོད་ནང་ཁུལ་གྱི་ད Situation ཟེར་བ་མེད་ན་བོད་ནང་གི་ད་གནས་ཚུལ་བོ་ག་གཟུགས་ཞེས་བྱ་ཟེར་ན་དེ་སྐབས་ལ་བོད་ལ་དེ་ནས་པད་དེ་ནས་བླ་མ་མང་པོ་ད་གྲྭ་པ་གྲྭ་པ་ད། གྲྭ་བ་ཟེར་ནོ་ད་སྔ་ཤར་ཕྱོགས་བླ་མ་སྟེ་གཙང་མ་ཆབ་ཆོས་རིག་དང་ཁྱར་ཁྱོར་སོང་དུས་རྒྱ་དག་པ་སྔ་ན་ད་སྐྱེས་བུ་དམ་པ་མང་པོ་ཞིག་ཕེབས་སའི་ད་རྒྱུད་རིང་པོ་ཅིག་གྱུར་ཆ་ཁ་མཆུ་ད་རྗེ་བླ་མ་ཙོང་ཁ་པ་འཇིག་དོན་དུ་མ་བྱོན་པའི་སྔར་ནས་དེའི་སྐབས་ལ་པར་དུ་རིང་པོ་ཅིག་ཆགས་པ་སང་དེ་དེ་ནས་བླ་མ་ཚང་མ་ད་ཐར་ཐོར་སོང་ཐར་ཐོར་ལ་དེ་ནས་བླ་མ་ཚང་མ་ཆང་འཐུང་བྱ་དང་ད་མི་འདྲ་མི་འདྲ་བྱོས་བྱ།

བསྟན་པ་པ་མི་འདྲ་བ་ཞིག་ཡིན་པ་དེ་ནི་ད་ལྟའི་སྐབས་ལ་དེ་ཙོག་ཞིག་ད་ནི་ཚང་མས་བསམ་སྟེ་དང་ཚང་མས་ཨི་ཙོག་ཞིག་ལ་འགྲུལ་བསྡད་ཡོད་ག་འདུག་སོང་བ་ལས། ཇི་ལྟར་རྡོ་དང་ནགས་ཟེར་ནས་རྡོ་ཟེར་ག་མོ་དག་ས་དེ་ནི་ང་ད་གཞུ་ཆ་ཙོག་ལ་དེ་ནི་ངོ་ཟློག་རྒན་ཟེར་ག་ན་དེ་ནི་ད་དབུ་མར་བཅུག་པ་ཟེར་རེད་ད་དེ་ཙོག་ལ་རྣམ་རེལ་དང་དེ་ཙོག་ལ་ད་ད་ད་མི་འདུག་ང་ད་ངས་ད་ཆོས་བཟོ་དེ་ཚང་མར་རྡོ་ཟེར་ད་རྡོ་གི་ཕྱོགས་ནས་ཡིན་ནོ་ད་རྡོ་གི་སྒོ་ནས་ཉམས་ལེན་བྱོས་ཟེར་བྱ། དེ་ནས་སྔགས་ཟེར་ན་ད་རྡོ་རྗེ་ཐེག་པ་དག་ཡིན་གཙོ་རང་སྔགས་ཀྱི་སྐོར་ལ་བསམ་བྱ་སྔགས་ཁ་ཞིག་བ་ད་མེད་ད་ཡིན་ད་སྔགས་ཟེར་ན་ད་དེ་ཡང་ཁོ་རང་ད་ཇི་ད་ང་ད་སངས་རྒྱས་ཤ་ཟེར་ན་ད་ང་ད་ཚང་མ་ད་ནམ་ཞིག་ན་སངས་རྒྱས་ཤ་ནོག་ཟེར་རེད་ད་ང་ད་འདི་ཡོད་དེ་ནོག་ད་སངས་རྒྱས་ཐབས་ལ་དེ་ནས་རྡོ་ཡི་ཆོག་དང་སྔགས་ཀྱི་ཆོག་ཟེར་རེད་ཡིན་ད་གཉིས་ཡོད་ཡིན་ཀྱང་ཡིན་ནང་ཇི་ད་ང་ད་གཉིས་ཀ་ཕྱོགས་ནས་དེ་ནས་འགོ་ས་ནོག་ཟེར་འདུག་ད་ཇི་ད་ངས་དེ་ནས།

ཡོད་ཟེར་བྱ་རིག་ཡོད་ཡོད་ཀྱང་བར་ཆད་དེ་ཙོག་ཞིག་ཡོད་མེད་དང་ཟམ་ཅིག་འདི་མེད་ཇི་ལྟའང་རྗེ་བཙུན་སྨན་བླ་རེད་པ་དང་ཁོང་དེ་ནས་སངས་རྒྱས་ཚེ་གཅིག་ཀླུ་གཅིག་ལ་སངས་རྒྱས་ཤར་སྐོར་དེ་ནས་གཙོ་སྔགས་ཀྱི་སྒོ་ནས་ཁོང་གིས་དེ་ནས་ད་འདི་མཛད་པ་སངས་དེ་ནས་ཁོང་ཚེ་གཅིག་ཀླུ་གཅིག་ལ་སངས་རྒྱས་ཀྱི་གོ་འཕང་ཐོབ་བྱ་དང་དེ་ཙོག་དེ་ནས་སྔགས་ཀྱི་སྒོ་ནས་དེ་ནས་ད་འདི་ཙོག་ཉམས་ལེན་མཛད་དེ་ཡིན་ཀྱང་ད་ཅི་ཡིན་ན་མིན་ན་ད། ཁོང་གིས་ད་ལམ་ད་ལྟ་ཆོས་བཤད་ཚུལ་དང་མི་འདྲ་རིགས་ཡོད་པ་ཡིན་ཀྱང། དེ་ཡིན་པ་སང་མི་འདྲ་རིགས་མཐོང་པ་སང་དེ་ནས་གཉིས་ཀ་པ་སོ་སོར་གྱུར་ཏེ། དེ་ནས་གཅིག་ནས་གཅིག་ལ་དགག་པ་རྒྱབ་བརྒྱ་དང་དེ་ཚོ་མང་པོ་ཡོད་ཀྱི་འདུག་དེ་མ་ཟད་དེ་ནས་བོད་ལ་དེ་ནས་དེའི་སྐབས་ལ་རྒྱ་ནག་གི་ད་ཧ་ཤང་ཟེར་ར་མི་འདུག་ད་ལྟ་ང་ཐང་གིས་ནན་ཏན་བཅུ་དྲུག་ནང་ལ་བར་ཆད་གཅིག།

སྔགས་ཀྱི་དེ་ནས་གཞུང་ལ་སློབ་གཉེར་བྱས་ཚར་ལ་པད་དེ་ནས་སྤྲོ་བ་དང་འདི་ཡོད་དེ་ནོ་སང་ལ་མིག་སེར་ཡི་དྭགས་ཨིན་ཏྲེ་ཟེར་ར་མེད་ན་ང་ད་རང་རང་འདོད་པ་ཆེན་པོ་ཅིག་ཡོད་དེ་ནོ། དེ་ན་དེ་ནས་རྒྱལ་བ་ཙོང་ཁ་པས་ད་ན་མདོ་དང་སྔགས་ཚང་མ་ལ་སློབ་གཉེར་མཛའ་སྟེ། ཐོས་བསམ་མཛའ་སྟེ་མཛའ་སྟེ་དེ་ནས་ཁོང་གིས་ད་མདོ་དང་སྔགས་ཟེར་མཁན་པོ་སོ་སོ་ཞིག་མེད་མ་ཧ་ལ་ལས་དེ་གཅིག་ན་གཅིག་ལ་དགག་པར་རྒྱབ་བྱ་ཞིག་མིན་པ་ཁོང་གིས་མཁྱེན་ཏེ་དེ་ནས་ཁོང་གིས།

མ་གཞོན་གཞོན་གཞོན་གཅིག་ནས་ཆུང་ངུ་གཅིག་ནས་བེད་སྟེ་ན་ཙོ་ལ་དེ་ནས་ཁོང་གིས་ད་ཆོས་མཉམ་ལས་མང་པོ་ཞིག་དེ་ནས་མཛད་དེ་རྒྱ་དེ་སྐབས་ལ་དེ་ནས་ཁོང་གིས་ད་གཙོ་བོ་དེ་ནས་ཁོང་ང་ཅི་དེ་ནས་ཅི་ནོ་ཟེར་ན་ད་གཙོ་བོ་ད་དགེ་འདུན་པས་ད་ང་དང་པོའི་ནང་སྒོ་ལ་དམིགས་བསལ་གྱི་བསྡུ་བའི་གྱི་བསྟན་པ་མ་དེ་ནས་ཉམས་དེ་ཀྱང་སོང་བ་ནས། སྤྱི་དང་བཞུ་ཧྲོ་ལ་དེ་ནས་པོ་ལ་རྗེ་བླ་མ་ཙོང་ཁ་པ་མ་ཕེབས་པའི་སྔ་ན་དེ་ནས་པོ་དེ་དག་གྲགས་པ་བླ་མ་ཚང་མ་ལ་ཆོས་སྒོ་གཟེར་དཀར་པོ་མ་ཁྱེད་ན་མེད་ཀྱང་གསུངས་འདུག་ག་ལ་ནས་ཆོས་སྒོ་གཟེར་དཀར་པོ་དེ་ནས་རྗེ་བླ་མ་ཙོང་ཁ་པས་ཕེབས་ཟེར་ད་ཁོང་གི་དང་དེ་ཚོ་འདི་ཚོ་མང་པོ་མཛད་དེར་སྟེང་ན་དེ་ནས་ཁོང་གི་དང། ཆོ་གོ་སྣམ་སྦྱར། ཟེར། རེ་དྭགས་དགེ་འདུན་ལ་ཆོ་གོ་སྣམ་སྦྱར་དགོན་བཅའ་དང། གཙོ་བོ་དེ་ནས་རེ་དྭགས་འདུལ་བས་ཀྱི་བསྟན་པ། བླ་མ་དང་དགེ་ཚུལ་དང་དགེ་སློང་དེ་ཚོ་ལ་ཆོ་གོ་སྣམ་སྦྱར་དང། དེ་ཚོ་མ་བོས་དེ་ནོ་དེ་ཚང་མ། ཡང་གསར་པོ་དང་གསར་པོ་སྔར་ན་ཡོད་ཡོད་དེ་ནོ་ཨེ་ན་པ་ཉམས་ཏེ་དེ་ཚང་མ་སླར་ཧྲོལ་ཏེ་དེ་ནས་པ། ད་བླ་མ་ཟེར་ནས་བླ་མའི་དབྱིན་བསམ་བསམ་ཅིག་དང་ཁོང་བླ་མ་ཅིག་དབྱིན་བསམ་བསམ་ཅིག་དེ་ཚོ།

ཅི་ཙམ་བརྟག་པ་དེ་ནི་བཀའ་དྲིན་ཆེན་པོ་ཅིག་དང་བླ་མ་དེ་ནི་ངོ་མཚར་ཆེན་པོ་ཅིག་གྱུར་ཏེ་ནོ། དེ་ནས་དེ་ནི་དགོངས་ལྟ། ཕྱི་ལོ་ཟེར་གོ་ཟེར་ན་དང་ཅི་ནོ་ཟེར་ན་དེ་ནི་ཕྱི་ལོ་གཅིག་སྟོང་བཞི་བརྒྱ་ཉིས་ལོ་ལ་དེ་ནི། ཁོང་གིས་དེ་ནི་རྭ་སྒྲེང་དགོན་པ་ཟེར་རེད་ད་པོ་ལའང་དགོན་པ་གཅིག་ཡོད་དེ་ནོ་དེ་རུ་བཞུགས་ཟེར་ལྟར་ང་ལྟ་ངས་ལྟ་དང་དེ་རིང་རྗེ་བླ་མ་ཙོང་ཁ་པ་ཆེན་པོ་དེ་ནི་བརྩམས་ཤིག་དེ་ནི་ཁྱད་པར་ཅན་ཅེ་དྲག་དེ་ཡིན་མིན་ཟེར་ཆར་གཅིག་དེ་ནི་ལམ་རིང་ཆེན་མོ་ཟེར་རེད་དེ་ནི་ང་ལྟ་ངས་དེ་ནི་མཇལ་རྒྱུ་ཡོད་པའི་དེ་ནི་ལམ་རིང་ཆེན་མོ་དེ་ཡིན་ནོ་དེའོ་དེ་ནི་ཁོང་གིས་ཕྱི་ལོ་གཅིག་སྟོང་བཞི་བརྒྱ་ཉིས་ལོ་ལ་དེ་ནི་ཁོང་གིས། བྱང་ཆུབ་རྣམ་གླིང་ཆེན་མོ་གཙོས་པའི་དེ་ནས་ཆོས་པུ་སྟི་མང་པོ་ཞིག་དེ་ནས་ཁོང་གི་ད་ད་རྩོམ་པ་རྩོམ་པ་ཟེར་ཀྱང་སོང་ངམ། དེ་ན་ཙོ་ལ་དེ་ནས་ད་དེ་ཚོ་རྩོམ་པ་བཟོས་ཏེ་ད་གཙོ་བོ་དེ་ནས་ཀ་དག་ས་རྒྱ་བ་ཙོང་ཁ་པ་ཟེར་རེད་ད་བཞུགས་སའི་ད། གཙོ་བོ་དེ་དགའ་ལྡན་གདན་ས་ཆེན་མོ་དགའ་ལྡན་དགོན་པ་ཟེར་རེད་ད་ང་དང་ད་ཚང་མས་མང་ཁྱེད་ད་ང་དང་ལོ་ཆོག་དེ་ཚོགས་ལ་མང་མོས་སྐྱོན་ཡོང་མཁན་ནི་ད་ཁྱེད་ནོར་འགྲོ་དགའ་ལྡན་དགོན་པ་ཟེར་མཛད་དེ་ནས་ད་དེ་ཡིན་ནོ་དེ་ཡོག་དགོན་པ་པོ་དེ་ནས་ཕྱག་བཏབ་ཆ་པོར་གཙོ་བོ་དེ་ཅི་ནོ་ཟེར་ན་ཕྱི་ལོ་གཅིག་སྟོང་བཞི་བརྒྱ་དགུ་ལོ་ལ་དེ་ནས་ད་ང་དང་རྒྱ་ལུགས་པའི་ནང་ཁུལ་ལ་དེ་ནས་ལག་ལྡན་ཆོས་གྲུབ་སྨོན་ལམ་ཆེན་མོ་ཟེར་རེད།

ཚེས་པ་བཅོ་ལྔ་བར་དུ་དེ་ནས་ལྷག་དོན་སྨོན་ལམ་ཆེན་མོ་ཟིན་ཅིག། དེ་ནས་ཚོགས་ཀྱི་ཉོག་ནོག་བདག་ས་ཚོགས་པ་ཚང་མས་ཚོགས་ཀྱི་ནོག། དེའོ་དེ་ནས་རྗེ་བླ་མ་ཙོང་ཁ་པའི་སར་ཚུགས་གནང་སྟེ། དེ་ནས་དེའི་སྐབས་ལ་དེ་ནས་དང་རྗེ་བླ་མའི་ཙོང་ཁ་པའི་དང་གདུལ་བྱ་གཙོ་བོ་དང་རྒྱལ་བ་རྒྱལ་ཚབ་རིན་པོ་ཆེ་དང་མཁས་གྲུབ་རིན་པོ་ཆེ་ཁོང་གཙོས་པའི་དེ་ནས་གདུལ་བྱ་དང་ཁོང་གི་དང་སློབ་མ་ཟེར་བ་མིན་ནོ་དང་ཁོང་གི་དགེ་ཕྲུག།

ཟེར་བ་ན་སྟེང་པ་ན་བཅའ་བར་བྱེད་བྱ་ན་ཁོང་བཞུགས་དེ་བསམ་ཅིག་ད་ཉིན་སྟུག་པོ་རིང་མོའི་ཆ་ཆ་མ་ནི་དེ་བསམ་ཅིག་འདི་ཆ་མི་འདུག་བསམ་ར་ཡ། དེ་ནི་སྤྱིན་བདག་དེ་ནི་མང་པོ་ཞིག་སྙམ་པོ་དེ་ནི་བློ་བདེར་ན་གུ་རི་ཀ། བློ་གཅིག་གིས་ན་སྐུ་ལ་དེ་ནི་དེ་ནི་རྗེ་བཙུན་བླ་མ་ཙོང་ཁ་པ་ཁོ་རང་གི་གཟིམ་ཁང་ཅིག་སོང་བ་ལས་གཟིམ་ཆུང་ཅིག་དེ་ནས་ཚོ་ལ་དགོན་པ་བཀྲ་ཤག་དགེ་འདུན་པ་བཞུགས་སའི་བཀྲ་ཤག་འདུ་ཁང་འདུ་ཁང་དང་དེ་ཚོ་མང་པོ་ཞིག་མཛད་དེ། དེ་ནས་སྡེ་ནར་ལོ་ལ་དེ་ནས་རྗེ་བླ་མ་ཙོང་ཁ་པ་དེ་ནས་དགུང་ལོ་བྱས་ན་དགུང་ལོ་ལྔ་བཅུ་ང་གསུམ་ལ་ཕེབས་ཏེ་བཀའ་བཙུགས། དེ་དེ་ནས་སྡེ་ནར་ལོ་རྒྱུ་ལ་ལོ་ལ་དེ་ནས་ད་རྗེ་བླ་མ་ཙོང་ཁ་པ་དེ་འདྲས་བཞུགས་ཚེ་དེ་ནས་ད་དེ་ལ་དེ་ནས།

འདུག་པ་ཟེར་དེ་ནས་ད་རྗེས་བླ་མ་ཙོང་ཁ་པས་དེ་ནས་དགོན་པ་ཕྱག་བཏབ་ད་དེ་རྫོགས་ད་དགའ་ལྡན་དགོན་པ་ཟེར་རེ་ཆགས་ད་དེ་ནས་བཟུང་དགའ་ལྡན་དགོན་པ་ཁོ་རང་ལ་དེ་ནས་བཞུགས་ཏེ་ཧ་ནས་སོང་ང་ནས་དགའ་ལྡན་དགོན་པ་ཁོ་རང་ལ་བཞུགས་ཏེ་བླ་མ་སྟོང་ཕྲག་གསུམ་ཙམ་ཞིག་དེ་ནས་བྱུང་བ་ཡིན་རྒྱ་དེ་སྐབས་ལ་འདུ་ཁང་ནང་ད་ལོའི་དགོན་པ་ལ་སྟོང་ཕྲག་གསུམ་ཙམ་བཞུགས་ཟེར་དེ་ནས་ད་ལྟའི་ནང་ལོ་ལ་བ་སློབ་གཉེར་མཛད་མཁན་མང་པོ་ཞིག་ཡོད་དེ་ནང་རྗེ་བླ་མ་ཙོང་ཁ་པའི་མདུན་ནས་དེ་ནས་ད་ལམ་རིང་ཆེན་མོ་ཆོས་ཞོར་དང་ད་ཆོས་མང་པོ་གསན། དེ་ཚོ་ལ་དེ་ནས་རྗེ་བླ་མ་ཙོང་ཁ་པས་མང་པོ་ཞིག་མཛད་དེ་དེ་ནས་བཟུང་སྟེ་ཨེ་ནས་ད་རྗེ་བླ་མ་ཙོང་ཁ་པའི་རྗེས་འབྲང་ཟེར་ན་ད་རྗེ་བླ་མ་ཙོང་ཁ་པའི་རྗེས་འབྲང་ལ་དགའ་ལྡན་པ་ཟེར་རེད་ད།

ད་ཆོས་འབྱུང་ཞིག་ཟེར་ནང་ད་སྔར་ལ་བཀའ་རྒྱུད་རྙིང་མ་ས་སྐྱ་ཟེར་རེ་ཡོད་དེ་ནང་ད་དེར་གཏིག་ན་དེ་ནི་དགེ་ལུགས་པ་ཟེར་རེ་ཡང་དེ་ཚོ་ཞིག་འབྱུང་སྟེ། པོ་ནང་ཁུལ་ལ་པ། སངས་རྒྱས་ཀྱི་བསྟན་པ་དང་དེ་ཚོ་དབུ་མ་རྒྱ་ཆེན་པོ་ཞིག་ཟེར་ཀྱང་དེ་སྐབས་ལ་ཡང་སླར་ཧྲོ་ཆེན་པོ་ཅིག་དང། སངས་རྒྱས་ཀྱི་བསྟན་པ་དེ་དམིགས་བསལ་གྱིས་དགེ་ལུགས་པ་ཟེར་རེ་ད། དེ་བཟུང་ནས་དཔེ་རྒྱ་ཆེན་པོ་ཞིག་ཕེབས་ཀྱང་རྗེ་བླ་མ་ཙོང་ཁ་པའི་ཆོས་བསྟན། དེ་རྒྱལ་ལུགས་པ་ཟེར། དེ་ནས་དེ་སྣ་ཚོགས་ལ་དེའི་སྐབས་ལ་དེ་ནས་སྙིགས་མ་བཀའ་བརྒྱུད་དང་དེ་ཚོགས་ཀྱི་དགོན་པ་ཆང་ཆུང་མང་པོ་ཞིག་རྒྱལ་ལུགས་པ་བརྒྱུད་མཁན་མང་པོ་ཡོད་དེ་ནས་དེའི་སྐབས་ལ་དེ་ནས་དང་རྗེ་བླ་མ་ཙོང་ཁ་པའི་དང།

ད་ང་དང་དགེ་ལུགས་པ་དགེ་ལུགས་པ་ཟེར་རེ་ཚན་པོ་ག་ཟུར་ཞིག་ག་བྱུང་ཟེར་ནོ་བསམ་བསམ་རེ་གཡོ་འམ། དེ་ཚོ་ལ་དང་རྗེ་བླ་མ་ཙོང་ཁ་པས་དེ་ནས་ད་པ་ཆོས་དར་རྒྱ་མང་པོ་མཛད། དེ་ནས་དེ་ནས་དེ་སྣ་ཚོགས་ལ་དེ་ནས་ད་སེར་པོ་ཟེར་རམ་མིན་ནར་ཙོ་སེར་པོ་ཟེར་མཁན་པོ་ང་དང་འདུག་པར་བྱུང་ཀྱང་བཙུགས་དེ་ནས། ཞྭ་མོ་སེར་པོ་དང་དགེ་ལུགས་པ་ཟེར་རེད་དགེ་ལུགས་པ་དགོས་ན་ཞྭ་མོ་སེར་པོ་ནམ་བྱ་ཟེར་དེ་ཚོ་བླ་མ་དང་ད་དེ་ཚོ་ལ་ཞྭ་མོ་སེར་པོ་ནམ་བྱ་ཟེར་ལུགས་ཤོག་བྱེད་ད་ནི་བཀའ་རྒྱུད་རྙིང་མ་དགོས་ན་མར་པོ་དང་དེ་ཚོ་རེད་ཡོང་ནོ་ཧམ་ལེ་དེ་ནི་དགེ་ལུགས་པ་ལ་དམིགས་བསལ་སེར་པོ་ཞིག་ཡོང་ག་ནོ་ད་དེ་ཞྭ་མོ་སེར་པོ་དགོན་བྱ་སྤང་གཙོ་བོ་རྗེ་བླ་མ་ཙོང་ཁ་པའི

བཞིའི་ཅུང་ཟད་ཕྱེད་ཀྱི་སྤྱི་ལོ་དང་གདན་ས་ཆེན་པོ་བཞིའི་ཟེར་རེ་པོ་ལ་དྲག་ཏུ་མཁས་པ་ཞིག་དེ་ནས་འདི་ཚོགས་ཞེས་ལྗོངས་ཁང་བཙུགས། ད་དེ་ཚོ་ལ་ཅུང་ཟད་དང་དང་དེ་ཚོ་མང་པོ་ཞིག་དེ་ནས་ཁོང་གི་མཛད་འཕྲིན་རྒྱས་པ་ཞིག་བསྟན་ཏེ་དེ་ནས་ཕྱི་ལོ་གཅིག་སྟོང་བཞི་བརྒྱ་བཅུ་དགུ་ལོར་ལ་དགོང་ལོ་དྲུག་ཅུ་རེག་གསུམ་ལ་ཕེབས་པའི་དུས་ལ་དེ་ནས་བོད་ཟླ

ཁ་ཅིག་ལ་དམར་པོ་ཡོང་ངོ། དེ་ནས་ད་བཀྲ་ཤིས་ལྷུན་པོ་རྫོགས་བཞིན་དང་དེ་ཚོ་ལ་ཡང་ཚེ་རིང་སེར་པོ་རིགས་ཡོང་ངོ་སོང་ལས་ཡང་མིན། ད་ཅིའི་ན་མེད་ན་ཨི་ཙོག་ཤིག། ཁོང་ལ་བསྣམས་ཏེ། ཁོང་ལ་ད་ཕུལ་ཏེ། རྒྱལ་ཚབ་རིན་པོ་ཆེ་ལ་ཕུལ་ཏེ་དེ་ནས་ཁ་བསྡུ་ལ་དེ་ནས་ཁྱེད་རང་ད་ངེད་ཀྱིས་ད་དགའ་ལྡན་ཁྲི་ལ་བཞུགས་ཟེར་རེ་མ་ཞུས་པ་དེ་ནས་ད་སྤེ་ར། གཞུག་ཅིག་ན་ད་སད་ཅིག་ན་ད་དེ་ནས་ཁོང་ལ་ད་ཁྱེད་རང་ངེད་ཀྱིས་ད་བསྟན་པ་སྐྱོང་མཁན་ཁྱེད་རང་བྱས་ཤོག་དེ་ནས་ད་དགའ་ལྡན་ཁྲི་ལ་དེ་ནས་ཁྱེད་རང་བསྡད་ཤོག་ཟེར་རེད་ད་དགའ་ལྡན་བསྡད་ཙམ་ན་དགའ་ལྡན་དགོན་པ་ཡོད་ཀྱང་དེ་དགའ་ལྡན་དགོན་པའི་ད་རྒྱལ་བ་བླ་མ་ཙོང་ཁ་པའི་བཞུགས་ཁྲི་ཡོད་དེ་ནོར་དེ་བཞུགས་ཁྲི་གང་ལ་ད་ཁྱེད་རང་འདུག་འདུག་ཟེར་ནས་ཅིག་ད་ཁོང་ལ་དེ་ནོར་བཞུགས་ཟེར་དེ་ནས་དེ་ནས་དཔོལ་ཟླར་བཅུ་པའི་ཉི་ཤུ་ལྔ་ལ་རྗེ་བླ་མ་ཙོང་ཁ་པ་དགོངས་པ་རྫོགས་རྒྱག་གསུངས།

དེའང་དགའ་ལྡན་ངམ་ཆོས་སྲིད་ཆར་སྤངས་དེ་ན་ལོ་ལ་དེ་ནས་མ་བྱུང་བར་ནོར་ལོ་རྟིང་མ་ཕྱི་ལོ་གཅིག་སྟོང་བཞི་བརྒྱ་ཉི་ཤུ་ལོ་ནས་དེ་ནས་ད་ཡང་ཉི་ཤུ་ལྔ་ལ་དེ་ནས་རྗེ་བླ་མ་ཙོང་ཁ་པའི་དགོངས་རྫོགས་བསྡུ་ཆེན་མཛད་རེ་དེ་ནས་དེ་ནས་ད་དེ་ཉིས་སྟོང་ད་གཅིག་སྟོང་བཞི་བརྒྱ་ཉི་ཤུ་ལོ་ལ་དགའ་ལྡན་ལ་དེ་ནས་བོད་ཀྱི་བླ་མ་ཆེན་པོ་མང་པོ་ཞིག་ཕེབས་ཏེ་ཧབ་ད་མང་པོ་ཞིག་ད་འཛག་འཁོར་མང་པོ་ཅིག་དེ་ནས།

ད་དེ་ཚོ་ལ་དེ་ནས་རྗེ་བླ་མ་ཙོང་ཁ་པའི་གཙོ་བོ་དེ་ནས་ཁོང་ལ་དེ་ནས་ད་ཁྲི་ལ་བཞུགས་བ་བཞུགས་ཟེར་རེ་ནས་གསོལ་བ་བཏབ་པ་བཞིན་གཙོ་བོ་དེ་ནས་ད་རྒྱལ་བ་མཁས་གྲུབ་རིན་པོ་ཆེ་དང་ཁོང་གི་སློབ་མ་མང་པོ་ཞིག་གིས་དེ་ནས་ད་རྒྱལ་བ་རྒྱལ་ཚབ་རིན་པོ་ཆེ་ལ་དགའ་ལྡན་ཁྲི་ལ་བཞུགས་ཟེར་ནས་གསོལ་བ་བཏབ་པ་བཞིན་དེ་ནས་ཁོང་དགའ་ལྡན་ཁྲི་ལ་བཞུགས་ཟེར་ནོ། དེ་ནས་བཞུགས་ཟེར་དེ་ནས་རྒྱལ་བ་ཙོང་ཁ་པ་དང་གཙོ། ཁོ་རང་དེ་ནས་ཁོང་གིས་ཆོས་དང་བརྡར་ཁྱབ་ཆེན་མོ་མཛད་དེ། མཛད་བརྒྱ་དེ་སྣ་ཚོགས་ལ་དེ་ནས་རྒྱལ་བ་ཁྱི་ཕྲུག་རིན་པོ་ཆེ་དེ་སྣ་ཚོགས་ལ་དེ་ནས་འདུག་པ་ཟེར་དེ་ནས་དགའ་ལྡན་ཁྲི་ལ་བཞུགས་བྱ་ཟེར་ད་ལུགས་ཧྲོལ་ཅིག་འདུག་པ་བཟུང་ཟེར་ནོ། ད་དེ་ན་ཡིན་ནོ་ད་མང་པོ་ཅིག་ད་ཅི་ད་དེ་ནས་ཨི་ཉིན་དུམ་བུ་མང་པོ་རིག་སོང་ཡིན་ནའང་ད་དག་ས་ཅི་ད་ངའི་རྒྱལ་བ་རྒྱལ་བ་ཙོང་ཁ་པའི་རྣམ་ཐར་ཞུ་ན་ད།

བརྩམས་བཞིན་ང་རང་ཁ་བྱང་འཇིག་ཚོར་ལྟེའོ་དེ་ནས་ཡིད་ཀ་བཞུས་ཏེ་ཡིན། དེ་ན་ཡིན། དེ་ནས་ཡང་ལྟས་ན་གུ་ལ་ཆད་པ་དང་ལྷགས་པ་དེ་ནས་ཡང་ངའི་ཚིག་འཐད་པ་རིགས་ངའི་ཁ་ནས་ཤོར་ཏེ་ཡོད་འགྲོ་ཡང་ན་ངས་མ་བཞུས་པ་དེ་ནས་མང་པོ་ཡོད་འགྲོ་ལྟེའོ་ལ་ངས་དགོངས་པ་དང་བཤགས་པ་བཞུས་ཡིན། དེ་ནས་གཙོ་བོ་དེ་ནས་ད་ཐོ་རེད་ད་རྒྱལ་བ་བླ་མ་ཙོང་ཁ་པའི།

དེ་ནས་དེ་ན་ཡིན། དེ་ནས་ཚང་མས་དེ་ནས་ཨིའི་བརྙན་ཐུང་པི་ཁ་ཤོད་པ་མ་ཐུར་བྱེད་བྱེད་བཞིན་དེ་ནས་རྟིང་མ་ཡང་བརྙན་ཐུང་སོ་མ་རི་མཉམ་པོ་སྦྱར་ལན་བརྙན་ཐུང་སོ་མ་རི་མཉམ་པོ་མ་སྦྱར་ཚུགས་པ་ཚང་མ་སྐྱིད་པོ་དགའ་མོ་དེ་ནས་ཧ་ཧ་ཧི་ཧི་ཟེར་རེས་བཞུགས་ག་ཛར་ཡ་བྱུས་ལེ།